རྒྱ་ནག་གཞུང་གིས་སྒྱུ་རྩལ་བར་དམ་དྲག་དང་འགོག་གནོན་བྱས་པ་ནི་ཉམས་དམའ་བའི་བྱ་སྤྱོད་ཞིག་ཡིན་པ་ཨ་མི་རི་ཀའི་གློག་བརྙན་འཁྲབ་སྟོན་པ་རི་ཆུད་གྷེལ་གྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཀ་ལ་འགྲེལ་བརྗོད་གནང་བྱུང། ཁྱེད་ཀྱིས་ཁོང་ལྟ་བུ་ཅིག་ཡིན་ན། འཛམ་བུ་གླིང་ནང་གི་གློག་བརྙན་འཁྲབ་མཁན་སྐེ་རགས་ཅན་མང་པོ་ཅིག་ཡོད་པའི་ནང་ནས་མཚན་སྙན་གྲགས་ཡོད་དེ་ངེད་ཅིག་རེད། ཨ་རིའི་གློག་བརྙན་འཁྲབ་སྟོན་པ་རི་ཅར་གྷེལ་གྱིས་ཁོང་རང་གློག་བརྙན་འཁྲབ་སྟོན་གྱི་མི་ཚེའི་མདུན་ལམ་བཟང་ཤོས་དང་འཛམ་གླིང་ནང་མཚན་སྙན་ཆེན་པོར་གྱུར་བའི་སྐབས་ཤིག་ན་ཆིག་སྟོང་དགུ་བརྒྱ་དགུ་ཅུ་གོ་གསུམ་ལོར་ཨོ་སི་ཀར་ཞེས་པའི་ཨ་རིའི་གློག་བརྙན་གྱི་བྱ་དགའ་སྤྲོད་ཡུལ་ཤིན་ཏུ་གྲགས་ཆེ་བའི་སྡིངས་ཆ་བེད་སྤྱོད་གནང་སྟེ། རྒྱ་ནག་ལ་ཐད་ཀར་གདོང་གཏུག་ཁ་གཏད་ཀྱིས་བོད་དང་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཐད་སྐྱོན་བརྗོད་གནང་ནས་རྒྱ་ནག་གི་འགོ་ཁྲིད་ཏིང་ཞའོ་ཕིང་ལ་བརྡ་ལན་སྤྲད་པ་དང། ཐད་གཏོང་བརྙན་འཕྲིན་འདི་འཛམ་གླིང་ནང་མི་གྲངས་ཐེར་འབུམ་གཅིག་ཙམ་གྱིས་བལྟས་ཡོད་པའི་ཚོད་དཔག་བྱེད་ཀྱི་ཡོད་པ་རེད།

རང་དབང་དང་གུ་ཡངས་ཐོག་ནས་འཚོ་བཅུག་དགོས་པའི་རེ་འདུན་བཏོན་ཡོད་པ་རེད། དེར་བརྟེན་ཁོང་ལ་ལོ་མང་རིང་བྱ་དགའི་མཛད་སྒོ་འདིར་བཅར་མི་བཅུག་པར་བཀག་སྡོམ་བྱས་ཡོད། དུས་དེ་ནས་བཟུང་རྒྱ་ནག་དམར་ཤོག་ཚོགས་པས་ཁོང་ལ་སྡང་ཟུག་གིས་ཁོང་གི་གློག་བརྙན་འཁྲབ་རྒྱུའི་ལས་འཆར་མང་པོ་ཞིག་ནས་ཨ་རིའི་ཚོང་ལས་སྡེ་ཚན་ཁག་གིས་ཕྱིར་འཐེན་བྱས་པ་སོགས་ཀྱི་གནས་ཚུལ་རིམ་པར་བྱུང་ཡོད་པ་རེད། ཚོང་ལས་སྡེ་ཚན་གཅིག་གིས། གལ་ཏེ་ཁྱེད་ཀྱིས་གློག་བརྙན་ལས་འཆར་འདི་ལ་མ་རྩ་འཛུགས་པ་ཡིན་ན། རྒྱ་ནག་གིས་མི་དགའ་བ་བྱེད་ཀྱི་རེད་ཅེས་བརྗོད་ནས། ཚོང་ལས་མ་རྩ་འཛུགས་རྒྱུར་ཡང་འགོག་རྐྱེན་འཕྲད་མྱོང་ཡོད་འདུག་རི་ཆེར་སྒེར་གྱི་སྔ་རྗེས་ཁོང་སྐྱབས་མགོན་ཆེན་པོ་མཆོག་དང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་བཅས་དབུ་ཁྲིད་ཕེབས་བཞུགས་སྐབས་ཨ་རིའི་ནང་དུ་འདུ་འཛོམས་དང་ཞུ་གཏུག་སོགས་ཀྱི་ལས་རིམ་གོ་སྒྲིག་གནང་མྱོང་ཡོད་ཅིང་ཉེ་ལམ་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཨ་མི་རི་ཀའི་རྒྱལ་སར་ཕེབས་པའི་སྐབས་སུ་ཁོང་གིས་ལྷན་བཅར་གནང་སྟེ་བོད་དོན་ཞུ་གཏུག་གནང་བའི་སྐབས་བོད་དོན་ལ་རྒྱབ་སྐྱོར་གནང་མཁན་སྒྱུ་རྩལ་བ་ཚོར་རྒྱ་ནག་གཞུང་གིས་སྡང་ཟུག་བྱེད་པ་དང་ཁྲོམ་ར་སོགས་ནས་བཀག་འགོག་གིས་ཉེས་ཆད་སྐྱེལ་བཞིན་པའི་ཐད་བཀའ་འདྲི་ཞུས་པའི་སྐབས། ཁོང་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་མཆན་འབྲི་དང་ལེན་གནང་དུས་གསུང་ཡས་ལ། སྒྱུ་རྩལ་བ་རྣམས་ལ་བཀག་འགོག་མེད་པར་ལས་དོན་བྱེད་འཇུག་དགོས་ཤིང་རིག་གཞུང་ག་འདྲ་ཞིག་ཡིན་རུང་སྒྱུ་རྩལ་བ་ནི་ཚེ་སྲོག་འཛིན་མཁན་གྱི་ཁྲག་རྒྱུན་ལྟ་བུ་ཆགས་ཡོད། སྒྱུ་རྩལ་བ་རྣམས་ལ་རང་དབང་ཡོད་དགོས་པ་ནི་གལ་ཆེན་པོ་ཡིན་པ་བྱ་ཐབས་འདི་ནི་རྒྱ་ནག་ཕྱོགས་ནས་ཉམས་དམའ་བའི་སྐྱོན་ཆའི་དཔེ་མཚོན་ཞིག་ཡིན་པ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ག་ལ་གསུངས་བྱུང། འབའ་པ་ཚེ་རིང་རྡོ་རྗེ་ལགས་ནི་བོད་པའི་གློག་བརྙན་དང་ཕྱི་རྒྱལ་བའི་གློག་བརྙན་འགའ་ཤས་ནང་འཁྲབ་མྱོང་ཡོད་ཅིང་བོད་ཀྱི་ཟློས་གར་ཚོགས་པ་ནས་ཐོན་པའི་སྒྱུ་རྩལ་དགེ་རྒན་ཞིག་ཡིན་པ་རེད། ཨ་རི་ཁོང་གིས་སོ་སོའི་མི་ཚེ་གི་མདུན་ལམ་དེ་ཕར་བློས་བཏང་བྱས་དུས་ད་ལྟ་ཡིན་ན་ཡང་ང་རང་ཚོ་བོད་མི་རིགས་ཀྱི་རང་དབང་ཆེད་དུ་མི་རྒྱུ་གཉིས་ཀྱི་འགྲོ་སོང་བཏང་བཅས་རྒྱབ་སྐྱོར་གནང་བ་དེ་ལ་ཡང་གུས་པས་རྗེས་སུ་ཡི་རངས་དང། བཀའ་དྲིན་ཆེ་ཞུ་གི་ཡོད། རི་ཆར་གྷེར་གྱིས་ཨ་རིའི་རྒྱལ་སར་བཙུགས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་དང། སྒེར་ཐེབས་རྩ་བརྒྱུད་བོད་དོན་ཐོག་ལ་མུ་མཐུད་རྒྱབ་སྐྱོར་དང་ཕྱག་ལས་གནང་བཞིན་ཡོད་པ་རེད། རྒྱ་ནག་གིས་སྡང་ཟུག་དང་ཉེས་པ་བཏང་སའི་གློག་བརྙན་འཁྲབ་མཁན་དང་སྒྱུ་རྩལ་བ་གྲགས་ཆེན་པའི་ཁོངས་སུ་ཀེ་ནུ་རིབ་སི་དང་ལེ་ཏི་ག་གྷ་སོགས་བོད་དང་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དགའ་མོས་དང་རྒྱབ་སྐྱོར་གྱི་རྣམ་པ་སྟོན་པ་ཙམ་གྱིས་ཁོང་ཚོར་རྒྱ་ནག་གཞུང་གིས་སྡང་ཟུག་འཁོན་འཛིན་བྱས་ནས་ཚོང་ལས་ཐོག་ནས་ཉེས་ཆད་འགེལ་བ་རིམ་པར་བྱུང་ཡོད་ལ། སྒྱུ་རྩལ་བ་ཁག་ཅིག་རྒྱ་ནག་ནང་དུ་འགྲོ་འོང་བཀག་འགོག་བྱས་ཤིང Iceland གྱི་གླུ་གཞས་གཏོང་མཁན Björk གིས་བོད་ཅེས་རོལ་དབྱངས་ཀྱི་སྡིངས་ཆའི་སྟེང་འབོད་པར་བརྟེན་ནས་ཁོང་གིས་རྒྱ་ནག་ནང་དུ་རོལ་དབྱངས་འཁྲབ་སྟོན་བྱེད་རྒྱུར་རྒྱ་ནག་གཞུང་གིས་བཀག་འགོག་བྱས་པ་དང། བོད་ནང་ལོ་བདུན་བཞེས་པའི་གློག་བརྙན་འཁྲབ་མཁན་གྲགས་ཆེན Brad Pitt དང། གློག་བརྙན་བཟོ་སྐྲུན་པ Jean-Jacques Annaud བཅས་པ་རྒྱ་ནག་ནང་དུ་འཛུལ་ཞུགས་མི་ཆོག་པའི་བཀག་སྡོམ་བྱས་ཡོད་པ་མ་ཟད་དེ་འདྲའི་ཐོ་གཞུང་འདི་ད་དུང་ཡང་རིང་དུ་འགྲོ་བཞིན་ཡོད་པ་རེད། རི་ཆར་གྷེལ་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དབུ་ལོར་ཨ་རིའི་ཕྷེ་ལེ་ཏེལ་ཕྷི་ཡར་གྲུབ་པ་དང། ཆིག་སྟོང་དགུ་བརྒྱ་བདུན་ཅུ་ཙམ་ནས་གློག་བརྙན་ཁག་ནང་འཁྲབ་སྟོན་གྱི་ཕྱག་ལས་གནང་ཞིང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ལོར་གློག་བརྙན American Gigolo ཞེས་པ་ནས། ཕྱི་ཡི་སྣང་ཚུལ་གྱི་ཐོག་ནས་བརྗིད་ཉམས་ལྡན་པའི་སྙན་གྲགས་ཆེན་པོར་གྱུར་ཡོད་པ་རེད། རི་ཆར་གྷེལ་ལོ་ན་ཉི་ཤུ་རྩ་གྲངས་ཤིག་ལ་སླེབས་པའི་སྐབས་དང་ཐོག་ཉི་ཧོང་གི་མཛེས་ནང་ཆོས་ལ་དོ་སྣང་སླེབས་ཤིང། ཆིག་སྟོང་དགུ་བརྒྱ་བདུན་ཅུ་བདུན་བརྒྱད་ལོར་བལ་ཡུལ་དུ་བསྐྱོད། དེ་དུས་བོད་པའི་དགེ་འདུན་པ་དང་ཐོག་མར་ཐུག་འཕྲད་བྱུང་ནས། བོད་བརྒྱུད་ནང་ཆོས་ལ་འབྲེལ་བ་བྱུང་སྟེ་རིམ་བཞིན་ཕྱི་ནང་ཀོང་སྐྱབས་མགོན་ཆེན་པོ་མཆོག་གི་དྲུང་ནས་བཀའ་ཆོས་དང་དབང་ལུང་མན་ངག་མང་དུ་ཞུས་ཏེ་འདས་པའི་ལོ་ངོ་བཞི་བཅུ་ལྷག་གི་རིང་བོད་བརྒྱུད་ནང་ཆོས་ལ་ཉམས་ལེན་བྱེད་བཞིན་ཡོད་པ་རེད། བརྙན་པར་འབྲི་སྦྱོར་གནང་མཁན་ནོར་སྡེ་སྒྲོལ་མ་ལགས་དང་གསར་འགོད་ཕྱོགས་བསྒྲིགས་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན།